འདི་དངོས་ནས་ཧ་ཅང་གི་དག་པའི་ཁོ་རང་མི་ཚེ་ནང་ལ་ཐབས་མེད་འགལ་ཆེན་པོ་ལ་ནང་དག་གན་ད་རེད་འདུག་མ་ལ་ནང་རེད་གི་མ་རེད་གན་འགྲོ་ཅིག་རོ་བ། ད་དེ་པེ་ད་དེ་གི་མི་ཚེ་བཟོ་ན་དེ་གི་མི་ཚེ་བཟོ་གི་བཟོ་ཡ་ཡོད་སྐྱོ་ཅིག་མེད་ན་དེ་གི་མི་ཚེ་ང་ཚོའི་མི་ཚེ་ཏག་ཏག་བཟོ་གན་གི་ང་རང་འདུག་གི་དགྲ་རྣམས་ལ་ལ་འདྲི་གི་རེད་ད་ཕ་ཆེར་ཕ་ཆེར་ཅིག

རེད། ད་ཁ་ཅིག་གི་ལབ་ཀྱི་རེད་ང་ཁྱོད་བོད་ཕྲུག་ལྟ་གི་ཡོད་ང་གཉིས་གྲོགས་པོ་ཡིན་ལབ་མཁན་དེ་ནས་མང་པོ་ཡོང་གི་འདུག་ད་ཕར་ཆེར་དེ་ལྟ་བ་ཙམ་གྱིས་གྲོགས་པོ་ཆགས་གི་ཡོད་མ་རེད་ད་དྲིན་ཆེན་རེད། ཁྱེད་རང་ཚོ་ལྟ་བ་ཙམ་ལྟོས་གང་ལ་སོ་སྐ་རབས་དེ་ནས་མཛད་གི་ཡོད་པ་ཡིན་ན་འོ་ད་དངོས་གནས་གྲོགས་པོ་དེ་ཁྱེད་རང་ཚོ་ང་སྲིད་གི་ཡོད་རེད་ད། ང་རང་འདི་ང་རང་ཅེ་ནར་ཁོ་རང་ནང་ལ་སྤེལ་བཞག་པ་ཡིན་ན་ཁ་ཅིག་གི་དེ་ནས་རེད་ཡོད་ད། ནས་དང་པོ་སབ་སྐ་རེད་འགྲོ་བ་ཆེ། ནས་རྗེས་ལ་དེ་ནས་གཅིག་གཉིས་འགྲོ་བཞག་མཁན་དེ་ནས་ཅིག་ང་རང་གི་མཐོང་སོང། དགོས་པ་ག་རེ་བྱེད་ངས་ཧ་གོ་མེད་ད་རོ་ཁོ་རང་ཁོ་རང་ཚོ་སོ་སོ་ག་རེ་ག་རེ་དགོས་པ་ཡོད་པས་ངས་ཧ་གོ་གོ་མེད་རོ། ང་རང་ངོ་ནས་ག་རེ་ཡིན་ན་ང་རང་སྐ་ར་པ་དང་སུའི་ནང་ག་རེ་ཡིན་ན་ངོ་ནས་དྲ་གནས་ག་ཚོད་ཉན་ན་ཅིག་ཡག་པོ་བྱས་གི་ཐབས་ཤེས་སྒྲོག་བཏང་གི་ཡོད། མི་ལ་དེ་ཁོ་ན་རྣ་བ་འགྲོ་དང་མ་འགྲོ་བ་ཅིག་གཉིས་ཅིག་ཡོང་སྲིད་ཀྱི་རོ། དེ་འདྲ་དོན་གྱི་མ་རེད་ཡང་ཁོ་རང་ག་རེ་རོ་བྱ་ཅིག་བསམ་བློ་ཅིག་འཁྱེར་དེ་ན་ད་ཡང་ནས་ངའི་བོད་ཕྲུག་དག་དག་ག་ཚོད་ནས་སླེབས་དེ་ན་ཡང་ཁོ་རང་ཚོ་ཉོབ་ཀྱི་ཡོད་ན་དགའ་གི་ཡོད་ན་ག་རེ་ཡིན་ན་ངས་ཧ་གོ་མ་སོང་རོ། དེ་ང་གསལ་པོ་ཅིག་ག་ནས་བརྗོད་ཤེས་ཀྱི་མི་འདུག་རོ། དེ་རང་རང་སོ་སོའི་སོ་སོ་འདོད་པ་རེ་བ། སོང་ཙང། དེ་ང་རང་ངོ་ལ་ག་ཚོད་ཡིན་ན་ཡང་ཡག་པོ་བྱས་དགོས་ཐབས་ཤིག་གཏང་དགོས་རེད་ད། ཁ་ཅིག་གིས་ཡང་གོ་འབྲེལ་མི་འདུག་དེ་འདི་ཡིན་ན་ཡང་ཁོ་ཚོ་ལ་དེ་དཔེར་རྒྱུ་མཚན་ཡག་པོ་དང་དཔེ་འདྲིས་ཀྱི་སློབ་སྦྱོང་ཆེན་པོ་ཡོད་སྐྱོ་དང་དཔེ་སློབ་གཉེར་ཆེན་པོ་ཡོད་སྐྱོ་དེ་འདྲ་མགོ་གུ་དུག་དྲན་གྱི་ཡོད་ན་ནི། གནས་ཚུལ་ཁ་ཁ་རེད་ངས་ཧ་མི་གོ་རེ་བ། ང་རང་ངོ་ལ་ག་རེ་ཚོད་ཡིན་ན་ཡང་ཅིག་ཡག་པོ་བྱས་པའི་ཁུངས་ཞིག་རེད།

ད་ང་རང་ལྟེ་བའི་ད་ལྟའི་བསླབ་པ་སློབ་མཁན་ཇོ་བོ་ལ་བ་ཚོ་ཡོད་པ་སོང་ཙང་དེ་ལ་ཐུགས་ཕྱོགས་འགྲོ་ཡག་གི་ཉེན་ཁ་ཡོད་པ་སོང་ཙང་དེ་བྱེད་ནི་ངའི་བཟོ་བཀོད་མིན། ཨོ་ད་དེ་རེད་ད་ཚོགས་གཙོ་ཚོ་ད་རྣམ་པ་ཚོ་ལ་ད་ངས་ད་བཞུགས་དགོས་ཡ་ད་ང་རང་ཚོ་བཅུ་ཆ་གཙོ་བོ་ག་ལ་འགྲོ་དགོས་རོ། ད་ད་ནས་ངས་ད་དེ་རིང་ངས་བཟོ་དགོས་ཡ་གི་ཡ་ནི་གཙོ་བོ་གནས་སྐབས་དེ་ག་རེ་ཡིན་ལབ་པ་ཡིན་ན་ད་གཙོ་བོ་ཚོ་ང་རང་ཚོ་གི་ནམ་རྒྱུན་བེད་སྤྱོད་ཅིག་བཏང་བསྡད་མཁན་གི་ལག་ཐོག་ཁ་པར་ལ་ཞུ། ཨོ་ད་དེ་གང་ལ་གཙོ་བོ་ཚོ་རེད་གི་དེ་རིང་ད་དེང་སང་ང་རང་ཚོ་གི་ངོ་ནས་ད་ནི་གཞོན་སྐྱེས་མང་པོ་ཞིག་འདུག་རོགས་དངོས་གནས་དྲང་གནས་ཀྱི་ལྟ། དངོས་གནས་དྲང་གནས་མོ་བལ་ནས་དབྱིན་ཞུགས་མཁན་མང་པོ་ཡོད་རེད་ད། དངོས་གནས་དྲང་གནས་ད་བལྟས་ན་ལ་རིགས་མི་འདྲ་བ་ངན་གསུམ་མཆིས་ཀྱི་རེད་གསུམ། གསུམ། རོགས། གསུམ་མཆིས་ནས་གསུམ་གྱི་ཐོག་ནས་ངས་ཞིག་གི་ཡོད་རེད་ད་གཙོ་བོ་གཙོ་བོ། ད་ཁ་ཅིག་ལ་ནི་ཡང་ཕོག་སྲིད་ཀྱི་རེད་ཡོད་ཧེ་དགོངས་དང་པོ་ཉིད་ནས་དགོངས་པ་ཞུ་ཡིན་རོགས་ངས་ཁྱེད་རང་ཚོ་ལ་ཡིན་ནའི་ཡིན་ནའི་ཕོག་ཡ་ཆེད་དུ་རྩ་བ་ཉིད་ནས་རག་གི་མེད་རོགས།

ངོ་ནི་དྲང་པོ་བཞིན་རོ། འདུན་མ་རྩ་བ་གཉིས་ནི་བྱེད་མེད་རོ། དེ་ངས་ཁ་ཅིག་འདི་འདྲ་མཐོང་བས་ཁོ་རང་དང་ཁོ་རང་མི་ཚེ་དཀོན་མཆོག་སོ་སོ་སོ་སོ་སློབ་སྦྱོང་བྱེད་དགོས་དུས་ཚོད་ཅིག་ཡོད་རོ། ད་ལྟ་དེ་མོ་བལ་ཉང་ལ་འཕྲོ་རག་འགྲོ་ནས་དཀོན་མཆོག་སོང་དེང་སང་དཀོན་མཆོག་སོང་ཡང་ན་མི་རེ་ལ་ནི་ལབ་མ་ཤེས་ད་ག་རེ་ནི་ཅིག་ལབ་མ་ཤེས། དེ་འདྲས་ཀྱི་ང་རང་གི་གྲོགས་པོ་དེ་འདྲས་མང་པོ་ཞིག་ཐུག་སོང་རོ། ད་ལྟ་དུས་ཐོག་རང་དཀོན་མཆོག་གསུམ་སེམས་ཁྲལ་ཧྲིལ་བོ་ཅིག་ལས་ཀྱི་འདུག་རོ། སེམས་ཁྲལ་ཧྲིལ་བོ་ཅིག་ལས་ཀྱི་འདུག་ད། ངོ་ནི་དྲང་པོ་བཞིན་རོ།

སེམས་མེད་ཁོ་རང་བཏང་ཆ་བོར་ད། དེ་ང་རང་ཚོ་ག་དུས་ཧ་གོ་གོ་རེད་ལོ་ག་ཚོད་ཅིག་ནས་སླེབས་ནས་ཧ་གོ་གོ་རེད། ད་ནས་ང་ཚོ་ལོ་བཅོ་ལྔ་ཉི་ཤུ་བར་དུ་དེ་ལ་དེ་ཧ་གོ་གོ་མ་རེད་ཅིག་ལ་ཧ་གོ་གོ་མ་རེད། ལོ། ཉི་ཤུ་རྩ་ལྔ་སུམ་ཅུ་སི་ལེ་ས་ར། གཞི་ནས་འགྱོད་པ་སྐྱེ་གི་རེད་ད། ཨ། ཁ་ཁ། ད་ངས་དུས་ཚོད་ཆ་ཚང་འཕྲོ་བརླག་བཏང་ཤག་ལ་དྲན་གི་རེད། ཚར་ཚར་རེད་དེ་འཕྱར་དུས་ཚར་ཚར་རེད་དེ་སྐབས་དུ་ལ་ཅི་གང་བྱས་ཡོད་མ་རེད་གཟུགས་པོ། ལེགས་པ་ཁ་ཅིག་འདིས་སློབ་སྦྱོང་བྱས་གི་ནུས་པ་ཅིག་ཡོད་ལ་ཉམས་ཚར་རེད་དེ་སྐབས་དུ་ང་རང་ཚོ་ལ་ཡོད་མ་རེད་ད། ད་སློབ་སྦྱོང་བྱེད་དགོས་ན་བྱེད་སྡོད་གྲོགས་པོ་མ་རེད། ད་ལས་ལོག་ཅིག་ལས་དེ་སེམས་ནང་ཅིག་ལས་དེ་གི་རོ། སོང་ཙང་བསྡད་འོང་གི་ང་རང་དང་གཅིག་ཀྱང་བྱེད་ཐུབ་དགོས་མ་རེད། སོང་ཙང། ཅི་ཀྱང། ཕྱོགས་ག་བ་ཡིན་ན་འདྲ་ད་ནང་ཡིན་ན་འདྲ་ད་སོ་སོ་གི་ནི་དགོན་སྡེ་ཕྱོགས་ལ་ལྟ་ནས་ལྟ་ན་འདྲ་ག་རེ་བ་ན་ཕྱོགས་ག་བ་ལ་ལྟ་ན་འདྲ། ནང་འགྲོ་བ་ན་ཕ་མ་དེ་ཚོ་གི་བུ་གི་དེ་ཚོ་ནི་ལབ་དགོས་རེད་བས་ད་མོ་བལ་དེ་ནི་བཙལ་ཡོད་མ་རེད་དེ་ནི་ཅིག་ཐུ་ལ་འགྲོ་དགོས་རེད། ཡང་དེ་ནང་ལོག་འགྲོ་བས་ན་ཁ་ཅིག་བལ་ལྕང་པོ་ཡོད་རེད་ཡང། དངོས་གནས་དྲ་གནས་སློབ་སྦྱོང་དེ་ནི་དངོས་གནས་ཆེས་དག་པ་རེད་བཟོ་ཡ་དང་ག་རེ་ཡིན་ན་ཅིག་ཁོ་རང་ཡང་ག་རེ་ཡིན་ན་ཨོ་ལན་ཅིག་བྱས་ཡོད་དོ། ཐག་ཐག་ཁོ་རང་མཁས་ཡོད་དོ་ཟེར་ཁ་ཅིག་ལ། ཁ་ཅིག་གི་དབོན་ཆོས་སུ་ཅིག་གང་ཡང་ཡོད་མ་རེད་ད་ག་རང་ག་ནས་ད་དེང་སང་དེ་སྣང་ཚ་བོ་ཅིག་ག་རེ་འགེམས་ཅིག་འདུག་འགེམས་ནང་འཛུལ་འདུག་གི་འདུག་བེད་འགེམས། འགེམས་མིང་དེ་དངོས་སུ་དངོས་སུ་སྟོན་མི་གོ་བྱེད་རོགས་དངོས་གནས་དྲ་གནས་ཀྱི་ད་དེ་ནས་འགེམས་འདྲ་མི་འདྲ་བྱེད་ཡོད་རེད། ད་མི་ཚེ་འཕྲོ་རག་བཏང་ཡག་ཆ་ཚང་དེ་དང་གོ་རེད་ད། ད་དེ་ནས་འགྲོ་དེ་རེད་ད་མི་ཡག་པོ་ཆ་ཚང་གཞིག་གི་བཅུག་ག་འདི་ཚོ་འདི་རེད་ད།

ཁ་བར་གྱི་ང་ཚོ་ཏག་ཏག་བཟོ་གོ་རྟ་ང་ཚོ་ཁ་བར་ཏག་ཏག་བཟོ་ཡོད་མ་རེད་ད་དྲིན་ཆེན་རོ། ངས་དེ་བྱས་ནས་ག་དུས་ཡིན་ན་ད་དེང་སང་ང་རང་ཚོ་བསླབ་པ་སློབ་མཁན་ཁྱེད་དང་ཁྱེད་གཞན་པ་ཞིག་ཡིན་ན་ལོ་བཅུ་གཉིས་དང། ལོ་བཅོ་ལྔ་བར་རུ་ལ་ཡིན་ན་ཡིན་གཅིག་མིན་གཅིག་ཁ་བར་བེད་སྤྱོད་སྟངས་སྟངས་ཡག་པོ་ཞིག་ཤེས་གོ་འདུག་ལོས་ལབ་དགོས་ཡ་རྒྱུ་མཚན་གཙོ་བོ་དེ་དེ་རེད་ད། ཁ་ཡོད་མ་རེད་ཡིན་ནས་ཁ་བར་ཡིན་གཅིག་མིན་གཅིག་ང་རང་ཚོ་ལ་མགོ་སྒུར་གོ་འདུག

ཁ་ལ་ལས་ན་ཞོགས་ཆགས་ལས་ན་ཉིས་ཁུང་ཁ་ལ་ན་དགོ་མདའ་ཁ་ལ་ན་གར་ལས་ན། ཁ་ལག་ཆོས་དང་འདྲ་རམ་འདྲ་ཟེར་ད་ལྟའི་ང་ལོ་འདིའི་ལས་ཀ་རྫོགས་ཡོང་བ་འདི་ནོར། འདི་ལས་བབ་པའི་ང་རང་ཚོ་གི་ག་རེ་བྱེད་དགོས་འདུག་ལབ་པ་ན་དེ་ངོ་གནས་དྲ་ནས་འགེམ་བཙལ་མཁན་དེ་ལ་འགེམ་བཙལ་ན་འགྲིག་གོ་རེད། རང་དབང་རེད། ཡིན་ན་ཡང་ཨོ་བར་སེ་ཡང་མ་རེད། དེ་ལས་བབས་པའི་དེ་ཚོ་ང་ཚོ་ལག་ཐོགས་ཁ་བར་བསྐུར་ནས Online། Aadhar Card བཟོ་ཡ Pin Card བཟོ་ཡ་ནི་གང་རང་ཚུགས་ཀྱི་དེ་ཡར་མར་འགྲོ་དུས Ticket གཏོགས་ཡ་བཟོ་ཡ་ནི Bank ལས་ཀ་ཡིན་ན་ག་རེ་ཡིན་ན་ཅིག་ལས་ཀ་བྱས་མང་པོ་བྱེད་འདུག་དེ་ཚོ་ཅིག་ཐོག་ལ་ཡང་ཅིག་ཤེས་པའི་ཐོག་ནས་ཡང་ཅིག་བྱེད་ཀྱི་ཡོད་ན་ཡང་འགྲིག་གོ་ཡོད་རེད་ད། དེ་ཡང་ན་ད་འགྲིག་གོ་རེད་ཡང་ཨ་བོ་དེ་ཡག་པོ་རེད་ད་ཁོ་རང་ཁོ་རང་མི་ཚེ་ལ་ཡང་ཁོ་རང་རང་སོ་སོའི་མི་ཚེ་ལ་ཡང་ཅིག་ཕན་ཡང་ཅིག་ཆགས་འགྲོ་གོ་རོགས། ཡང་ང་རང་དེ་ཐོག་ལ་ནོར་ལེ་ཞུ་ཡ་དེ་སྐད་ཆ་དེ་བྱེད་ཀྱི་མ་རེད་ད།

ང་རང་ཚོ་མི་ཁ་ཆེ་ལབ་གི་འདུག་ཨ་འགན་མི་འཁྱེར་གོ་རེད། ལེགས་པར་ཐུགས་འཁུར་བྱེད་ཀྱི་རེད་ལེགས་པར་ཡག་པོ་བྱེད་ཀྱི་རེད། བདེན་པ་ཡིན་གྱི་རེད་ཡིན་གྱི་རེད་ད། མཐའ་གཅིག་ཏུ་རེད་ལབ་བྱེད་ཀྱི་མ་རེད་ཡིན་གྱི་རེད་ཡིན་རེད་རོ། ཡིན་ན་ཡང། དུས་ཚོད་འགྲོ་གི་ཡོད་རོ། དུས་ཚོད་དེ་ཁྱོད་རང་གཅིག་འགྲོ་ཚར་བའི་མཇུག་ལ་སྐར་མ་ཆུ་ཚོད་གཅིག་འགྲོ་བ་ཡིན་ན། ཁྱོད་རང་གི་ནང་གི་ནང་ལ་ལྕགས་ལ་ག་ཚོད་ཡོད། ཁང་པ་ག་ཚོད་ཡོད་ཁྱོད་རང་ལ་ནོར་ལྕགས་ལ་རྒྱུ་ནོར་ག་ཚོད་ཡོད། ཆ་ཚང་སྤྲད་བཞག་ན་ཁྱོང་དེ་ཆུ་ཚོད་གཅིག་ཏུ་ཁྱོང་ཁྱེར་ཐུབ་གི་མ་རེད་ད། དེ་རྩ་བ་གཉིས་ནས་ཁྱེར་ཐུབ་གི་མ་རེད་ཁྱོང་འགྲོ་ཚར་ན་ཚར་ཚར་རེད་ད། འོ་དེ་ཁྱེར་འགོ་ནང་ན་འདོར་དེ་དེ། ཁྱེར་འགོ་དེ་འདི་རེད་ད། ཆུ་ཚོད་གཅིག་ཏུ་འགྲོ་ཚར་བ་ཁྱོད་རང་ལ་དཔེ་ཆ་ག་ཚོད་ཡོད་ཤག་ལ་ཁྱོད་རང་དེ་སར་ནང་ལོགས་ག་ཚོད་ཡོད་ལྕགས་ལ་ག་ཚོད་ཡོད་ཆ་ཚང་བཙོང་ན

བསམ་བློ་འཁོར་ནས་ཁོ་ཚོའི་ཁ་ཉན་ནས་དེ་འདྲ་བྱེད་འོར་ད། བྱེད་འོང་དུ་ད་ཁོ་ཚོ་འགྱུར་བ་འགྲོ་འོར་ད། ད་ག་རེ་ན་སོ་སོ་རྐང་པ་གང་བླངས་ལས་ཀ་བྱེད་ཐུབ་མཁན་དང། ག་རེ་ན་སོ་སོ་སོ་སོ་ཅིག་བྱེད་ཐུབ་མཁན་ཅིག། ཆགས་འདོད་ཡོད་དེང་སང། བོད་པ་ཡ་སེམས་ལ། རེ་བ། ལབ་སོང་ཁ་ཉན་ཉན་སོང་རེ་བ། དེ་དང་དེ་བཞིན་དུ་ང་རང་ཚོ་གིས་དེ་ནི། ད་དེང་སང་ང་རང། དུས་རབས་འདིའི་ནང་ལོར་ད་དེ་འདྲ་གི་སློབ་སྦྱོང་བྱེད་ཐུབ་མཁན་མང་པོ་ཞིག་ཡོད་རེད། སློབ་སྦྱོང་བྱེད་བཞིན་པའི་ངང་ལ་རོ་དང་ངོ་ནད་དྲག་ནས་མུ་པའི་ལས་དང་ངོ་ནད་དྲག་ནད་ཀྱི་གཟབ་གཟབ་ཀྱི་སྒོ་ཞེའུ་རེ་དུ་དང། དུས་ཚོད་ཀྱི་དཀོན་མཆོག་སུ་འཕྲོ་བརླག་ཅིག་བཏང་ཚར་ཚར་རྦད་ཁོ་རང་རྩ་མེད་བཏང་གི་འདུག་ད་རྦད་ཁོ་རང་རྩ་མེད་བཏང་གི་འདུག་དེ་བྱས་ནས།

ང་རང་དེ་ནས་དཀའ་ངལ་དང་མང་པོ་ཞིག་དེ་འདྲ་ཞིག་ཡོད་ཡོད་སྐད་མང་པོ་ཞིག་མཐོང་སོང་རོགས། སོང་པ་ཙང་དེ་ང་རང་མཐོང་ཡོད་པ་ཙང་ང་རང་དེ་ནས་ཉམས་མྱོང་ཙམ་མང་པོ་ཞིག་མཐོང་ཡོད་པ་ཙང་ང་རང་འགྲམ་ལ་དེ་ནས་ཡོད་པ་སོང་ཙང། དེ་འདྲ་ཞིག་མང་པོ་ཞིག་ལ་དེ་འདྲ་ཆགས་ཀྱི་ཡོད་ན་དེ་འདྲ་ཕྱོགས་མང་པོ་ཞིག་ལ། དེ་ཕྱིན་ནས་ངའི་དེ་རིང་འདི་འུད་སྒྲོག་དེ་སོང་ཡོད་རོགས། ཇི་ལྟར་ངོ་འཕེལ་བེད་སྤྱོད་བཏང་ཤེས་ན། ལ་དཀོན་མཆོག་དང་སངས་རྒྱས་གཅིག་པ་གཅིག་རྐྱང་རེད་ད་བཏང་མ་ཤེས་ན་ཚ་རེད་ད་ཡང།

ད་ང་ལ་ཚོགས་གཙོ་ཁ་བ་བཏང་ཡག་དང་དེ་མ་གཏོགས་ང་ལ་མི་ཚེ་གི་བེད་སྤྱོད་ཅིག་ཡོད་མ་རེད་ད། ཡིན་ན་ད་ང་འདིའི་ཐོག་ལ་ངས་ཀྱང་སྦྱང་གི་ཡོད་དེ་འཇི་འདྲ་བོ་དང་ཚོགས་གཙོ་སོགས་ང་རང་ཡང་འདིའི་ཐོག་ལ་སློབ་སྦྱོང་སྦྱང་གི་ཡོད། ཡང་ག་རེ་ཡིན་ན་ཅིག་ང་རང་ད་དེ་འདྲའི་གི་ཡང YouTube སོགས་འདུག་དེ YouTube གི་ག་རེ་རོགས་ཅིག་ཡིན་ན་ད་འདི་ལ་བྱང་ཡག་མང་པོ་འདུག་ང་རང་འདིའི་བརྒྱུད་ནས་སྦྱང་གི་ཡོད་ད། ཡང་མི་ཚེ་ང་བྱང་ས་མཁན་དགེ་རྒན་ལོ་རེད་ན་ད། ཚོགས་གཙོ་ང་འདི་ཡི་ཁོ། ངས་ཁོ་བེད་སྤྱོད་བཏང་གི་ཡོད། སྐད་ཆ་དེ་རེད་ད། ངས་ཁོ་བེད་སྤྱོད་བཏང་གི་རེད། ཁོས་ང་བེད་སྤྱོད་བཏང་བཅུག་གི་མེད།

ཀོང་ཙོ་བསྡུས་ནས་ཁོའི་ཐོག་ལ་ཀ་རས་ཅིག་བཟོས་པ་ན་ཁོས་བེད་སྤྱོད་བཏང་ཞེས་འདི་བཏང་ནས། བེད་སྤྱོད་བཏང་བཏང་འདི་ཡག་པོ་བཏང་ནས་འདི་བྱས་པ་རེད། སོང་ཙང། ད། ཀོང་ཙོ་བསྡུས་དང་མ་བསྡུས་ལས་ཁྱེད་ཅག་གིས་ཡང་ཅིག་བཤད་འོང་དུས། ཡང་མང་ཞིག་ལ་ཡང་དེ་དཀྱུས་མ་དེ་ལ་ཡང་ཀ་རས་རོགས་རབ་ཐེ་ན་རེ་ན་ཡང་དེ་དཀྱུས་མ་དེ་ལ་ཡང་ཅིག་ལ་ཡང་ཨིན་ཇི་ནང་ལ་འཇབ་ན་ད་དགྲ་བོ་ང་རང་བོད་པ་ནང་ན་འདུག་པ་རོ་སག་དེ་ཀ་རས་རོགས་རབ་ཐེ་ན་རེ་འདི་རེད་ད། དཔེར་ན་ད་ངས་ཁྱེད་རང་ཚོ་དཔེ་ཡག་པོ་བཞག་ངོ་ར།

ཨ། མ་རེད། ལས་ཀ་ཡོད་འདུག་ཁོ་འབོད་ཆོད་དང། ཁྱོད་ག་ཅིག་ང་རང་ཁ་བར་བཏང་འདུག་ཁ་ཐུག། ཁ་བར་བཏང་གི་ཡོད། དེ་དུས་སུ་ལ་ཕན་གི་འདུག་ང་རང་དུ་ཕན་གི་འདུག་ཕན་གི་འདུག་ཕན་གི་མི་འདུག། ཁྱོད་གྲོགས་པོ་ག་ནས་ཡོད་ཅི་ཡོད་ཅི་ཡོད་དེ་ང་རང་དུ་བཀར་དང་དེ་འདྲའི་འདྲའི་བཟོ་ཡ་བྱུང་ན་སུ་ལ་ཕན་གི་འདུག་ང་རང་དུ་མི་ཚེ་ལ་ཕན་གི་འདུག་ཕན་གི་འདུག་ཕན་གི་མི་འདུག། དེ་ནང་བཞིན་རེད་ད། ཅེས་དང། ཁོ་ལས་ཀ་དགུ་ལས་ཏེ་འདི་རེད་ད། ད་ཁོ་ལ་པ་དེ་ང་རང་དུ་ལས་བཀར་བཟོ་དེ་འདྲ་བྱུང་ན་ང་རང་དུ་མི་ཚེ་ལ་ཕན་སོང་ཨ། རེད་མ་རེད། ཁ་བར་རོགས་དེ་འདྲ་བྱ་ན་ང་རང་དུ་ཕ་ལ་ང་རང་དུ་ལ་ཕན་སོང་ཨ།

དུས་ཚོད་ལ་ཐེ་གེ་ཆེན་པོ་རང་རང་གི་མི་ཚེའི་ནང་ལ་ག་ཚོད་ཡིན། མོ་པལ་དེ་གིས་ག་རེ་བྱེད་ཀྱི་རེད་ད་ང་ཚོས་དུས་ཚོད་ཐོ་འཕྲོ་བརླག་བཏང་གི་ཡོད་རེད་ཟེར་དོག་དོག་བྱས་ན། རེད་བ། ད་ཕ་མ་བྱས་ཀྱི་ན་སྙིང་རྗེ་བོ་ཀུན་གྱིས་སློབ་གྲྭ་བཏང་གི་ཡོད་རེད་ད་ཁོ། དཀའ་ལས། སྟོབས་ན། རྒྱབ་ནས། རེད་བ། ད་ཁོ་རང་གི་ཟླ་བ་རང་ལ་སྟོང་ཕྲག་ལྔ། བཅོ་ལྔ་ཟོས་པ་ཡོད་ན། ད་བུ་གུ་དེ་ལ་སློབ་སྦྱོང་ཆུན་པོ་ཆུན་པོ་དེ་ནས་བཏང་དགོས་ན་ཕིས་སྤྲད་དགོས་དོ། སྟོང་ཕྲག་བདུན་བརྒལ་ཏེ་ཕིས་སྤྲད་དགོས་དོ། དེ་ན་དེ་འདྲས་བྱས་ནས་བཏང་གི་ཡོད་རེད།

འོ་ད་དེ་འདྲའི་ཉེ་འགའ་མང་པོ་ཞིག་མཐོང་སོང་རོགས། དེ་བྱས་ནས། ད་དེ་རིང་གི་འོད་སྒྲོག་དེ་དངོས་གནས་ཡང་དང་མ་འདྲ་བ་ཞིག་འོད་སྒྲོག་བྱེད་ཡིན་རོགས། ད་ཁ་ཅིག་ལ་དངོས་གནས་ཕན་སྲིད་ཀྱི་རེད་ཁ་ཅིག་ལ་ངའི་ངག་ལ་རླུང་ལངས་སྲིད་ཀྱི་རེད། ཡིན་ན་ང་སེམས་ཁྲལ་རྩ་བ་ཉིད་ནས་མི་འདུག་དེ་ང་རང་གི་གནས་སྟངས་དེ་འདྲའི་ང་རང་རང་གི་གནས་སྟངས་དེ་འདྲ་མང་པོ་དང་དེ་འདྲ་ཅིག་མཐོང་སོང་རོགས། དེ་དང་འབྲེལ་བ་ཡོད་ཁྱོད་ཀྱིས་ཞེ་ནས་ཅིག་ཞུས་ཡོད།